དེ་ནས་གླིང་གི་ཚང་མ་ལ་སྐུ་ཁམས་བཟང། ད་དེ་རིང་ངེད་ཀྱིས་འདི་ནས་མ་ཁྱེད་རྣམ་པ་ཚོ་ལ་ག་རེ་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན་ཟེར་ན། དེ་ཡང། ལོ་རྒྱུས་ཅིག་ཞུས་ན་བསམ་སོང་རེད་བ་ལོ་རྒྱུས་དེ་ཡང་ད་ང་ཚོ། མི་གཅིག་གིས་མཁས་པ་ཅིག་གིས་བཟོས་བཞག་རྒྱུ་མ་ཡིན་པ། བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་ཞལ་བཞུགས་པའི་སྐབས་སུ་བྱུང་བའི་ལོ་རྒྱུས་རེད་བ། ལོ་རྒྱུས་དེ་ཡང་སངས་རྒྱས་ཀྱི་གསུང་འབུམ་ནང་ལོ་ལ་གསུངས་ཡོད་པ་འཇའ་ལས་ཡོད་པ་དེ་འདྲའི་གྱི་ལོ་རྒྱུས་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དེས་ཁ་ཚ་ངེད་མ་ང་བཀའ་འགྱུར་ཀློག་པར་འགྲོ་ཡོང་དུས་དེ་ནས་ལོ་རྒྱུས་དེ་བརྗེད་སོང་རེད་བ་ཡིན་ན་ཡང་ད་ཕྱིས་སུ་ཡང་དྲན་པ་བརྗེད་ནས་ད་ཚེ་ཡིན་ཏེ་རག་མ་སོང་རེད་བ། ད་ད་ལྟ་ལོ་རྒྱུས་དེ་ག་བ་བརྗེས་སོང་ཟེར་ན་དེའི་ལོ་རྒྱུས་དེ་ད་བསྡུས་པ་འདྲ་བོ་ལེ་བར་བ། འདི་ཞེ་ཆེན་རྒྱལ་ཚབ་འགྱུར་མེད་ཁོང་གི་གསུང་འབུམ་ཉར་པ་ནང་ལོགས་ལ་རེ་བ། དཀོན་མཆོག་དང་ལས་འབྲས་ལ་ཡིད་ཆེས་བསྐྱེད་པའི་ཐར་ལམ་བགྲོད་པའི་ཐེམ་སྐས་གཏམ། ཐར་ལམ་བགྲོད་པའི་ཐེམ་སྐས་འདིའི་ནང་ལོགས་གསུང་དུ་རེ་བ། དེའི་ནང་ལོགས་ཤོག་གྲངས་ལ་བསམ་བློ་བཏང་སོང་བ་ཡིན་ན་དེབ་འདི་ལ་བསམ་བློ་བཏང་སོང་བ་ཡིན་ན་ཤོག་གྲངས་ཉིས་བརྒྱ་ཉི་ཤུ་རྩ་གསུམ་ལ་གསུང་དུ་རེ་བ། ཉིས་བརྒྱ་ཉི་ཤུ་རྩ་གསུམ་ནང་ལོགས་འདུག་རེ་བ། ད་འདི་ལོ་རྒྱུས་དེ་ད་ད། བཞུགས་པའི་རྒྱུ་མཚན་ག་རེ་ཞུས་པ་ཡིན་ན་ད་ག་ཚོད་བརྙན་པར་ནས་ཁྱེད་རྣམ་པ་ཚོ་ལ་ཞུས་དགོས་བསམ་སོང་ཡིན་ན་ཡང་ད་དུས་ཚོད་མ་འགྲིག་པ་བྱས་འདི་གང་ཉོབ་ཏོ་འགྲོ་གི་ཆག་བྱས་དེ་འདྲས་བྱས་ནས་ལྷག་སོང་རེད་བ། ད་གང་ལྟར་ད་ལོ་རྒྱུས་འདི་ད་ང་ཚོ་དབྱར་གནས་དང་འབྲེལ་བ་ཡོད་རྒྱུ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ད་ལྟའི་དུས་ཚོད་འདི་ལ་ད་དབྱར་ཁ་ཡིན་པ་སོང་ཙང་དེ་ནས་དགོན་སྡེ་ཁག་མང་ཆེ་བ་ལ་དབྱར་གནས་པའི་དུས་ཚོད་བཟང་པོ་ཁྱད་པར་ཅན་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་པ་སོང་ཙང་དེ་དང་སྟབས་བསྟུན་ནས་ད་ལོ་རྒྱུས་འདི་ཅིག་ཁྱེད་རྣམ་པ་ཚོ་ལ་ཞུས་ན་བསམ་སོང་རེད་བ། ད་དེའི་ལོ་རྒྱུས་དེ་ག་འདྲས་རེད་ཞུས་པ་ཡིན་ན། སྔ་མོ་བདག་ཅག་སྟོན་པ་ཞལ་བཞུགས་པའི་སྐབས་སུ་ཁོང་ལ་ད་སློབ་མ་མཆོག་ཏུ་གྱུར་པའི་སློབ་མ་རྣམ་པ་གཉིས་ཡོད་རེད་ད། སུ་རེད་ཞུས་པ་ཡིན་ན་ཤཱ་རིའི་བུ་དང་མོའོ་ཀཱལ་གྱི་བུ་རྣམ་པ་གཉིས་ཆ་དེ་ཡོད་རེད། ཤེས་རབ་ཧང་སང་ཡ་རྣོ་བོ། རེད་བ། རིག་པ་ཧང་སང་ཡ་རྣོ་བོ། འགྲན་ཟླ་དང་བྲལ་བ། རེད་བ། སུ་རེད་ཞུས་པ་ཡིན་ན་ཤཱ་རིའི་བུ་ཆ་དེ་ཡོད་རེད། དེ་ནི་རྫུ་འཕྲུལ་ལ་འགྲན་ཟླ་དང་བྲལ་བ་རྫུ་འཕྲུལ་ལ་ཐོགས་པ་མེད་པ་དེ།

སྐྱེས་བསྡད་ཡོད་པ་དེ་ལ་གྱི་ཕྱོགས་ལ་ཡང་གཟུགས་པོ་སྐྱེས་བསྡད་ཡོད་པ་རེད་བ། ཨ་ནི་འོག་དེ་ཡང་གཅིག་གཅིག་པོ་ཡིན་པ་རེད་བ། ད་དེ་འདྲས་ཀྱི་ཡི་དྭགས་ཅིག་དེ་ཡང་ག་རེ་ཟེར་ན་ད་དེ་རིང་ཀ་ཚང་དུས་ཚོད་དུ་བ་ང་ཚོ་མང་ཆེ། ཁ་ཤས་སྤུ་གུ་ཁ་ཤས་ཚེ་སྒྲུབ་སྐྱེལ་ཡོང་དུས་སྐབས་སུ་རེད་བ་སྤུ་གུ་ཁ་ཤས་སྒོ་སྦྱར་བསྡད་ཡ་འདྲ་བོ་ཁ་ཤས་གཟུགས་པོ་སྨད་དེ་གཅིག་གཅིག་པོ་བྱུང་ཡ་འདྲ་བོ་ཁ་ཤས་གཟུགས་པོ་སྟོད་དེ་སྦྱར་བསྡད་ཡ་འདྲ་བོ། རེད་བ་ཁ་ཤས་ལག་པ་རྐང་པ་སྦྱར་བསྡད་ཡ་འདྲ་བོ་དེ་འདྲས་ཀྱི་ལས་ཀྱི་སྟོབས་ཀྱིས་སྐྱེལ་མཁན་མང་པོ་འདུག་བའོ་དེའི་ནང་བཞིན་ད་ཡི་དྭགས་ཀྱི་གནས་སུ་ཡང་དེ་འདྲས། ཅིག། འཕགས་པ་མ་ཧཱ་ཀཱ་ར་ཀྱི་བུ་ཀྱིས་གཟིགས་ཏོ། ད་དེ་འདྲས་ཀྱི་ཡི་དྭགས་དེ་དེ་ཡང་ག་རེ་ཟེར་ན་གཟུགས་པོ་ཚང་མ་མེད་པར་དེ་ཡོད་པ་དཔེ། ཚ་བའི་སྡུག་བསྔལ་ཡོད་པ། དེའི་སྒང་ལ་དེ་ནས་ག་རེ་ཟེར་ན། ཡི་དྭགས་དེ་ཡར་མར་འགྲོ་ཡོང་དུས་སྐབས་སུ་ཡང་དེ་ནི་ཁོ་རང་གི་རྔ་མོ། ད་ལས་ཀྱི། སྟོབས་ཀྱིས་ད་ལས་བསགས་ཡོང་དུས་སྐབས་དེའི་སྟོབས་ལ་བརྟེན་ནས་སྐད་བྱ་ཁྱོད་ཀྱི་རྟགས་དང་གཟིགས་དང་དོམ་དང་འདྲེ།

དེ་ནས་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་རེ་བ་དང་དུས་གསུམ་མཁྱེན་པ་ཡིན་དུས་སྐབས་སུ་རེ་བ་ཁོང་གིས་ཅིག། ཡེ་ཤེས་ཀྱི་སྤྱན་གྱིས་བ་ཅིག་གཟིགས་ཡོང་དུས་སྐབས་སུ་དེ་ནི་འཕགས་པ་མ་ཧོ་གར་གྱི་བུ་ལ་གསུངས་པ་རེད། ག་རེ་གསུངས་པ་རེད་ཟེར་ན། སྔ་མོ་དེ་ནས་སངས་རྒྱས་འོད་སྲུང་རེ་བ་སྟོན་པ་འོད་སྲུང་ཞལ་བཞུགས་པའི་སྐབས་སུ་སངས་རྒྱས་འོད་སྲུང་ཞལ་བཞུགས་པའི་སྐབས་སུ་ཡི་དྭགས་འདིས། རབ་ཏུ་བྱུང་བ་རེད། རབ་ཏུ་བྱུང་ནས་ཁོ་རབ་ཏུ་བྱུང་ནས་དེ་ནས་ཞལ་བལྟ་བ་བྱས་པ་རེད་ལབ་པར། ད་དེ་འདྲའི་གསུང་ཡོང་དུས་སྐབས་སུ་རེད་བ། ད་བདེ་ལགས་ངེད་ཀྱིས་ཁྱེད་རྣམ་པ་ཚོ་ལ་ཞལ་བལྟ་བ་གྱི་སྐོར་ལ་མདོར་བསྡུས་ཙམ་ཅིག་ཞུས་པ་ཡིན་ན་ཞལ་བལྟ་བ་ལ་ཡོང་དུས་སྐབས་སུ་སྤྱིར་བཏང་བསམ་བློ་བཏང་སོང་བ་ཡིན་ན་ང་ཚོ་གི་དགོན་པའི་གི་ཁག་ལ་རེད་བ་དགོན་སྡེ་ཁག་ལ་ད་དགེ་འདུན་པ་བཞུགས་དེ་གི་རྣམས་ལ་རེད་བ་འཚོ་བ་རིགས་ད་ཟས་དང་གོས་དང་སྨན་གྱི་དང་ད་ཟ་ཡའི་བཏུང་ཡའི་རིགས་ཚང་མ་འཚོ་བ་མཐུན་རྐྱེན་སྦྱར་མཁན་རེད་བ་མཐུན་རྐྱེན་བསྡུ་རུབ་བྱེད་མཁན་ད་དེ་འདྲས་ཀྱི་ཞབས་ཕྱི་ལག་འོ་ར་བ་དེ་འདྲས་ཀྱི་གཉེར་པ་དངུལ་གཉེར་ལག་འོ་ར་བ་ད་དེ་འདྲས་འགྲོ་བོ་ཅིག་ཕྱག་དེ་གྱོར་དེ་འདྲས་འགྲོ་བོ་ལ་ཞལ་བལྟ་བ་ད་དེ་རིང་ཀ་ཚང་དུས་ཚོད་ཡོད་ན་ང་ཚོ་དབྱར་གནས་མཁན་གཅིག་པོ་ལ་ད་དེ་འདྲས་ཀྱི་ཞལ་བལྟ་བ་ལ་ནས་ཚིག་བེད་སྤྱོད་བཏང་དེ་གྱོར་བ་གང་ལྟར་ད་ཡི་དྭགས་འདི་སྔ་མོ་རེ་བ་སངས་རྒྱས་འོད་སྲུང་ཞལ་བཅུག་པའི་སྐབས་སུ་ཁོ་རབ་ཏུ་བྱུང་བྱས་རབ་ཏུ་བྱུང་ནས་ཞལ་བལྟ་བ་བྱས་པ་རེད་ཞལ་བལྟ་བ་བྱས་ཡོང་དུས་སྐབས་སུ་ད་ཞལ་བལྟ་བ་བྱས་ཡོང་དུས་སྐབས་སུ་ཁོ་ད་གཉེར་པ་འགྲོ་བོ་ཆགས་ཀྱི་ཡོར་བ་དེ་ནས་དབྱར་གནས་མཁན་དགེ་འདུན་པ་རྣམས་ལ། རེ་བ། སྦྱིན་པའི་བདག་པོ་རྣམས་ཀྱི་རེ་བ། ཟས་དང་གོས་དང་སྨན་དང་བཏུང་བའི་རིགས་དེ་ཚོའི་རེ་བ། ཡར་ཕུད་ཀྱི་རེ་བ། རེ་བ། དེའི་ཕུད་སྐྱོར་དེ་ཚོ་ཚང་མ་ཁུག་གིས་དེ་གཡར་གནས་པ་རྣམས་ལ་ཚང་མ་ལ་མ་བགོ་བཤའ་མ་གནང་བ་བྱས་བགོ་བཤའ་མ་བྱས་པ་བྱས་ནས་ཁུག་གིས་དེ་ནི་དགུན་ཏོགས་ཙམ་ཅིག་ད་དགུན་གནས་པ་དགེ་བཏུན་པ་རྣམས་ལ་ཕུལ་ཡས་རོ། དགུན་གནས་པའི་དགེ་བཏུན་པ་རྣམས་ལ་ཡང་སྦྱིན་པའི་བདག་པོ་རྣམས་ཀྱི་ཕུད་བཤའ་སྐྱོར་དེ་ཁོ་ཡིས་དགུན་གནས་པའི་དགེ་བཏུན་པ་རྣམས་ལ་མ་ཕུལ་ནས་རེ་བ་དག་ཅིག་བསུ་ཆོག་ལ། ད་དབྱར་གནས་པའི་དགེ་འདུན་པ་རྣམས་ལ་ཕུལ་ཞེས་ཡ་གྲོགས་དེ་འདྲའི་གྲོགས་བྱེད་ཡོང་དུས་སྐབས་སུ། ད་ལས་ཀ་དེ་འདྲའི་གྲོགས་ཁོ་ཡི་རྣམ་པ་གཉིས་གྲོགས་བྱེད་ཡོང་དུས་སྐབས་སུ་དེ་ནི་ཁོ་ཡི་དྭགས་ཀྱི་གནས་སུ་སྐྱེས་ནས་ཁོ་གི་རོ་སྟོད་དེ་རེ་བ་རྣམ་པ་གཉིས་ལ་སྐྱེས་བསྡད་ཀྱི་ཡོད་པ། རོ་སྟོད་དེ་གཉིས་ཆགས་བསྡད་ཡོད་པ་དེ་རྣམ་སྨིན་དེ་འཁོར་བ་རེད། དེས་མ་ཟད། ད་དགུན་གནས་པ་དགེ་འདུན་པ་རྣམས་ལ་ཕུལ་བྱ་རྒྱུ་དེ་དབྱར་གནས་པ་དགེ་འདུན་པ་རྣམས་ཀྱིས་ལོངས་སུ་སྤྱད་པ་རེད། དབྱར་གནས་པའི་དགེ་འདུན་པ་རྣམས་ལ་ཕུལ་བྱ་རྒྱུ་དེ་དགུན་གནས་པའི་དགེ་འདུན་པ་རྣམས་ཀྱིས་ལོངས་སུ་སྤྱད་པ་རེད། དེའི་རྣམ་སྨིན་གྱིས་ག་རེ་ཟེར་ན་དེ་ནི་ཁོ་ཡི་ལུས་ལ་ད་མི་མང་པོ་ཅིག་གིས་ལས་ཀྱི་སྟོབས་ཀྱིས་བསྐྱེད་བྱ་རྒྱུ་གཤིན་རྗེ་མང་པོ་ཅིག་གིས་ལྕེ་ཡས་དང་སྟུབས་ཡས་ཀྱིས་དེ་འདྲས་ཀྱི་རྣམ་སྨིན་འདི་འཁོར་བ་རེད། དེ་ནས་ཁོ་ཡི་དྭགས་ཀྱི་སྐབས་སུ་རེ་བ། དེ་ནས་ད་ཡར་མ་རྒྱུགས་ཡོང་དུས་སྐབས་སུ་གཅན་གཟན། རེ་བ་ལས་ཀྱི་སྟོབས་ཀྱིས་སྐྱེ་བྱ་སྒྱུར་གྱི་རྟགས་དང་གཟིགས་དང་དོམ་དྲེད་མང་པོ་ཅིག་གི་མཐའ་འཁོར་ལ་བཟའ། འཐུང། རེ་བ། བཅས། གཏུབ། ཤ་ཁྲག་ལ་ལོངས་སུ་སྤྱད་ཀྱི་རེ་བ། ད་འདི་རྣམས་ནི་ག་འདྲས་རེ་ཞུས་པ་ཡིན་ན་ད་ཁོ་ཡི་སྐབས་རེ་ལ་ད་ཀོ་རེ་ད། ཨ་ནི། དབྱར་གནས་ཀྱི་སྐབས་སུ་ཕུལ་བྱ་སྐྱོར་དང་དགུན་གནས་ཀྱི་སྐབས་སུ་ཕུལ་བྱ་སྐྱོར་གྱི་དེ་འདྲས་ཀྱི་ཟས་དང་གོའི་རིགས་འདི་ཚོ་ཚང་མ་ཁོ་རང། སོ་སོ། རེ་བ། སྒེར་ལ་ལོངས་སུ་སྤྱད་བསྡད་ཡ་འགྲོ། སྣང་བ་གང་ཤར་བེད་སྤྱོད་བཏང་བསྡད་ཡ་འགྲོ། སོ་སོ་ཀྱི་ཁྱིམ་ཚང་དང་ནང་མི་ལ་བེད་སྤྱོད་བཏང་བསྡད་ཡ་འགྲོ། སོ་སོ་ཀྱི་གྲོགས་པོ་དང་དེ་ནི་ག་བ་ག་ས་ལ་བེད་སྤྱོད་བཏང་བསྡད། དེ་འདྲས་བྱེད་ཡོང་བསྡད་ཀོ་ས་དེའི་རྣམ་སྨིན་གྱིས་ད། ག་རེ་སྐྱེས་པ་རེད་ཟེར་ན་རྣམ་སྨིན་དེ་ཡི་སྟོབས་ཀྱིས་དང། ལས་དེ་ཡི་སྟོབས་ཀྱིས་ཁོ་རང་གི་དང་ཡི་དྭགས་ཀྱི་གནས་སུ་སྐྱེས་ནས་ཁོ་གི་ལུས་འདི་ལ་སྟག་དང་གཟིག་དང་དོམ་འབྲས་མང་པོ་ཅིག་གིས་ཁོ་ཡི་ཤ་ཁྲག་འདི་ལ་གཟུགས་པོ་འདི་ལ་ལོངས་སུ་སྤྱད་དེ་ཀྱེ་རེ་བ་ལྕེ་གཏུབ་དེ་འདྲས་ཀྱི་སྡུག་བསྔལ་མྱོང་འདོད་ཀྱི་རྣམ་སྨིན་འདི་འཁོར་བ་རེ་རེ་བ། དེ་ནས་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་ག་རེ་གསུངས་པ་རེད་ཟེར་ན། མ་འོངས་པའི་སངས་རྒྱས་གཞན་གྱིས་མི་ཐུབ་རེ་བ་སྟོན་པ་གཞན་གྱིས་མི་ཐུབ་ཁོང་བྱུང་བའི་སྐབས་སུ་དེ་ནས་ཁོང་སྡུག་བསྔལ་འདི་ལས་རེ་བ་ཡི་དྭགས་ཀྱི་གནས་འདི་ལས་ཐར་གྱི་རེད་སྡུག་བསྔལ་ཐ་མར་འགྱུར་གྱི་རེད་ལ་ནས་དེ་འདྲས་གསུངས་པ་རེད་ད་གང་ལྟར་སངས་རྒྱས་གཞན་གྱིས་མི་ཐུབ་མ་བྱོན་པའི་བར་དུ་ཁོ་ད་ཡི་དྭགས་ཀྱི་གནས་སུ་ལྷགས་ནས་ཡི་དྭགས་ཀྱི་གནས་སུ་དེ་འདྲས་ཀྱི་སྡུག་བསྔལ་དེ་སྐལ་པ་ནས་སྐལ་པ་ལོ་ནས་ལོ་ཁོ་རང་གི་སྡུག་བསྔལ་དེ་མྱོང་དགོས་ཅིག་ཆགས་འདི་ཀྱོ་རེད་དེ་ཡིན་པ་སོང་ཙང་དབྱར་གནས་པའི་ད་ཞལ་ལྟ་བ་ཡིན་ན་ཡང་འདྲ་དགོན་སྡེ་ཁག་ལ་ཞུགས་འདི་གའི་གཉེར་པ་དང་དངུལ་གཉེར་ག་འདྲས་འདྲ་བོ་ཡིན་ན་ཡང་འདྲ་རེ་བ་དགེ་འདུན་པ་ལ་ཕུལ་བྱ་གྱུར་གྱི་ཚོགས་བ་དང་དགེ་འདུན་པ་ལ་ཕུལ་བྱ་གྱུར་གྱི་དག་ཅིག་ཟས་དང་གོན། གོས་དེ་ཚོ་ལ་ཧང་སངས་གཟབ་དགོས་རོགས་པ་འདི་ལ་རོགས་པ་ངེས་པར་དུ་ངོ་ནས་ཉེན་ཁ་ཆེན་པོ་ཅིག་ཡིན་པ་ཅིག་དག་ཧང་སངས་གཟབ་དགོས་ཅིག་ཆ་དེ་ཡོད་རོགས་པ་དེ་ཡང་དག་ཅིག་དེ་རིང་ཁ་སང་དག་དུས་སྙིགས་མ་ཡིན་པའི་སྐབས་སུ་དག་ཅིག་ཡིད་མ་ཆེས་རོགས་པོ་དང་དེ་ནས་ཡིད་ཆེས་ན་ཡང་དག་ཅིག་ཉོབ་ཉོབ་དེ་རོགས་པོ་དང་ཅིག་སྣང་བ་སྣང་མེད་རོགས་པོ་བཏང་དེ་རོགས་པོ་དེ་འདྲ་ཆགས་ཀྱི་ཡོད་ར་གང་ལྟར་དེ་ནས་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ཁོང་གིས་མདོ་སྡེ་ལེགས་བརྒྱ་པ་ནང་ལོགས་ལ་དང། དབྱར་གནས་དང་དགུན་གནས་རྣམས་ལ་དང་ཕུལ་བྱ་ཁྱོད་ཀྱི་འཚོ་བ་འདི་ལ་རེ་བ་ལོངས་སུ་སྤྱད་མ་ཤེས་ན། དེ་ནས་སོ་སོ་རང་ཉིད་ཕུང་ཡ་སོ་སོ་རང་ཉིད་ངན་སོང་གསུམ་དུ་དང་ལྷུང་ཡས་ངན་སོང་གསུམ་དུ་སྐྱེ་ཡས་ཀྱི་དེ་འདྲས་ཀྱི་གནས་ཅིག་ཆགས་ཏེ་ཡོད་རེད། ད་དེ་རིང་ངེད་ཀྱི་དུས་རིང་མ་ཁྱེད་རྣམ་པ་ཚོར། གླིང་རྗེ་བཞི་ཡི་ཞལ་བལྟ་བ་སོགས་ཀྱི་དགེ་འདུན་པའི་ཕྱི་རྫས་སོགས་དཀོན་མཆོག་གི་སྐོར་ལ་བག་མེད་དུ་སྤྱོད་པའི་ཉེས་དམིགས་རྣམ་སྨིན་བསྟན་པ། དེའི་སྐོར་ལ་མདོར་བསྡུས་ཙམ་གྱིས་ཁྱེད་རྣམ་པ་ཚོ་ལ་ཞུ་ཡས་ཀྱི་འབད་བརྩོན་བྱས་པ་ཡིན་ཁྱེད་རྣམ་པ་ཚོ་དེ་ནས་ལོ་རྒས་ཆུང་ཆུང་ཡིན་ནས་ར་བའི་རེ་བ་ཡོད་སླར་ཡང་དེ་དང་འབྲེལ་བའི་ཁྱེད་རྣམ་པ་ཚོ་ལ་ལོ་རྒྱུས་དང་རྣམ་ཐར་རིག་རེ་བ་ཁྱེད་རྣམ་པ་ཚོ་ལ་རིམ་པ་ཅན་དུ་ཞུས་ཆོག་པ་བྱས་ལགས་སོ་ཐུགས་རྗེ་ཆེ།